མཁས་དབང་གི་རིས་མེད་དང་གསུང་བཤད་པ་དང་བཅས་ཚང་སྣང་ངེ་དང་མཁས་དབང་གི་དགེ་བཤེས་དང་དགེ་བཤེས་མ་རེད་མཁན་མོ་རེད་མཁན་པོ་རྣམ་པ་ལན་ཆེན་དང་ད་ནི་གྲྭ་ཚང་གཉིས་ཀྱི་དེ་བཀའ་དྲིན་བྱེད་ཀྱི་དཔེ་སྒྲིག་དགེ་རྒན་རྣམ་པ་གཙོས་པའི་བླ་བྲེ་དགེ་བཤེས་རྣམ་པ་དེ་ཕལ་པའི་དག་ནང་བཞིན་ཕྱོགས་མཐའ་ཁག་ནས་ཕེབས་པའི་ཟི་ཉལ་རྣམ་པ་དང་སྨྱོན་པ་མནན་པའི་དེ་ནི་སློབ་གཉེར་བ་རྣམ་པ་དང་ད་འདིའི་དཔེ་མཛོད་ཀྱི་ལས་བྱེད་རེ་གོ་སྒྲིག་གནང་མཁན་གྱི་དེ་ནི་སློབ་གཉེར་བ་རྒན་རྣམ་པ་ད་ཚོགས་བཅར་བ་ཡོངས་སུ་རྫོགས་པ་ལ་དེ་ནི་གུས་འདུད་དང་འབྲེལ་འཚམས་འདྲི་ཞུ་ཡ་དང་ད་དེ་རིང་ང་ཚོ་མཐའ་མའི་གྱི་འཇུ་དམ་གྱི་མཛད་སྒོ་ཡིན་ས་ནས་ད་ངས་དེའི་ཐོག་ལ་ད་ཅིག་མང་པོ་ཞེ་དྲག་ཞུ་ཤེས་ཀྱི་མི་འདུག་གཙོ་བོ་ད་ང་ཚོ་དེའི་བགྲོ་གླེང་ད་ལོ་རིས་མེད་ཀྱི་བགྲོ་གླེང་དེ།

དེ་ཡིན་དུས་དེ་ལ་བརྟེན་ནས་ང་ཚོ་ཆོས་རྒྱུད་སོ་སོ་གི་ཞལ་མཚམས་དེ་ཚོ་ལ་བལྟས་ཚེ་རྒྱུ་མེད་པ་ལྟ་བུ་དེ་འདྲིའི་གི་སྐྱོན་ཆ་ཡོད་པ་ཡིན་དུས། ད་ནི་ང་ཚོ་འདི་འདྲིའི་གི་བགྲོ་གླེང་འདིའི་གི་བརྒྱུད་ནས་དེ་ནི་ཆོས་རྒྱུད་སོ་སོའི་གི་ཞལ་མཚམས་ག་རེ་ག་རེ་ཡོད་མེད་དེ་གི་བརྒྱུད་ཡོད་ཅེས་བྱ་སྒྲོ་གུ་དུས། དེ་འབྲེལ་གྱི་ད་བྱེད་མཚམས་སོ་སོ་མི་འདྲ་བ་གཅིག་ཁ་གསལ་པོ་གཅིག་ཆགས་འོང་གི་འདུག་ཨོ་དེ་ཡོང་དུས་ད་འདི་རིགས་ཀྱི་བྱེད་མཚམས་དེ་ཡང་རྩ་བའི་གེར་མཐུན་པ་མཐུན་པ་ག་རེ་ཡོད་མེད་མང་ཆེ་ས་གཅིག་མཐུན་པ་རེད་ཤག་ད་རྩ་བའི་གེར་ཐ་སྙད་བཏགས་ཚུལ་ཁ་ཤས་མི་འདྲ་བ་མ་གཏོགས་དོན་དག་དངོས་གནས་གཅིག་ཆུ་གཅིག་གངས་འགལ་གྱི་ཆེད་དཔེར་ན་ད་ལོ་ད་ལོ་ཡིན་ན་ང་ཚོ་དབུ་མེད་ཀྱི་གཞུང་ཆགས་དེ་ཡོད་རེད་དེ་ཡི་ཚེ་ནི་ཨུ་མ་ཐུག་ལ་དག་ཡུལ་གྱི་ལྟ་བ་དེ་གཞན་གྱི་ལྟ་བ་ཚ་འདྲེས་ཆས་ཀྱི་རྒྱ། དེ་ནི་པ་བྱི་ཚ་བོ་བྱི་ནི་འདྲེས་ཆས་ཀྱི་རྒྱ་བོ་ཡོང་དུས། གང་ག་ལ་དངོས་གནས་གྲོ་ནི་གོ་རྒྱུ་གཏིང་ཟབ་ཡོད་པ་ཤ་སྟག་ཡིན་པ་མ་ཟད། ད་ཅིག་དངོས་གནས་གྲོ་ནི་བྱི་ཚ་བོ་བྱི་ནི་ད་ཐ་སྙད་བལྟས་ཚེ་བལྟས་ཚེ་མི་འདྲ་བ་དེ་ཡོང་གི་འགྲོ་བ་མ་གཏོགས་དངོས་གནས་ད་བ་ས་ལ་ད་སྐྱིད་པ་འདྲ་བ་ན་ཏུ་སི་མཐོང་སོང་སུ་སུ་ཡིན་ན་ད་འདི་རིགས་ཀྱི་སྔོན་མ་ལ་ད་རིན་མེད་ཆུ་རྒྱུས་ཀྱི་འདི་ནི་ད་གར་ས་བགྲོ་གླེང་ཅིག་ཚོགས་པ་རེད་ད་རིགས་ཐིག་རྙིང་པ་འདྲ་བ་ན་ཅིག་ཡིན། དེ་ཡིན་དུས་ད་རེས་ང་ཚོ་ཉིན་བཞི་ལ་ག་རེ་ཡོད་ཟེར་ན་ང་ཚོ་དབུ་མ་རང་གི་གཞུང་གི་ཐོག་ལ་གཙོ་བོ་གར་སེར་བ་དང་དབུ་མེད་ཀྱི་ལྟ་བའི་གི་ཐོག་ལ་རང་ང་ཚོ་བརྗོད་གཞི་བྱས་ནས་ཉིན་མོ་བཞི་ཐོབ་པ་ཡིན་ཙང་ནས་དེའི་ཐོག་ལ་ཞེ་དྲག་ཁ་གསལ་པོ་ཞེ་དྲག་བྱུང་སོང་སང་སང་ན་ཅིག་དེ་ཡིན་དུས་གཅིག་དངོས་གནས། ཅིག་བྱས་མཚམས་མི་འདྲ་བ་ཧྲིལ་བོ་ཅིག་ཡོད་སང་སང་གི་ཅིག་བློ་དེ་བ་ཅིག་མལ་བ་ཆགས་ནས་དངོས་གནས་ད་ཅིག་ཐ་སྙད་ཙམ་ཞིག་རེད་བྱ་མ་འདུག་དོན་དག་ལ་ད་དངོས་གནས་ད་ཅིག་དོན་དག་བ་ས་ཅི་ས་ཅི་བ་ན་ཅིག་བ་འོང་གི་འདུག་སང་སང་ན་ཅིག་འོང་དེ་འགྲིག་གི་སུ་སོང་ཡིན་ན་ཚོར་སྣང་འདྲ་བ་ན་དེ་འོང་དུས་སུ་བྱུང་སོང་ལ། དེ་དག་ལ་བརྟེན་ནས་ད་ང་ཚོ་ཅིག་ཕན་ཚུན་གྱི་སེམས་ཐག་ཉེ་མོ་ཅིག་ཆགས་ཡོང་གི་འདུག་འོ་དེ་ཡིན་དུས། ངོ། ཅི། ཁ་ས། མཐུན་ལམ་རེད། དེ་ནི་ང་ཚོ། ཅི། རྩ་བའི་སྒོས་ད། གང་གཱའི་སྒོས་ད། སངས་རྒྱས་པའི་སྒོས་ཆོས་ལུགས་རྐྱང་རྐྱང་ཡིན་པ་ཡིན་ཙང། འདི་ཐོག་ལ་ད་རྩ་བ་ད་ང་ཚོ་ཤིང་སྡོང་ལ་མ་སོང་ན་ཁ་ས་སྔོན་མ་ལ་བཞུད་པ་ཡིན་ཤིང་སྡོང་ལ་མ་སོང་ན་ཤིང་སྡོང། རྩ་བ་ད་གཅིག་ཡིན་པ་དེ་ལ་ད། ཡལ་ག་ད་མ་སོང་ན་མི་འདྲ་བ་མི་འདྲ་བ་མི་འདྲ་བ་ཅི་བསྡད་ཅིག་འདུག་ས་རེད་ད་དེ་ཡོང་དགོས་ཀྱི་ཡོད་ས་རེད། ཁྱོད་དང་ཡོང་སྒུག་ཡོད་ས་རེད་སང་སང་ན་ཅེས་སུ་སུ་གི་ད་ཟེར་སང་ལོ་འདྲ་བོ་ན་ཅེས་དེ་འདྲིས་ཅིག་ཁོ་འུར་དུས་དཔེར་ན་ང་ཚོ་ཆོས་རྒྱུད་གཅིག་ཡིན་པ་ཡིན་ན་དཔེར་ན་དགེ་ལུགས་ཡིན་ན་དགེ་ལུགས་ཀྱི་ནང་ཚད་ཡིན་ན་ལ་ཁྱེད་ལན་བཞེས་ཚུལ་མི་འདྲ་བ་མང་པོ་ཡོད་རེད་ཁྱེད་ལམ་བཞེས་ཚུལ་མི་འདྲ་བ་མང་པོ་ཡོད་རེད་དཔེར་ན་ཐེག་ཆེན་མཐོང་ལམ་བར་ཆད་མེད་ལ་བརྗོད་ལ་བྱང་ཆུད་སེམས་ཡོད་གསུང་མཁན་ཡོད་རེད་མེད་གསུང་མཁན་ཡོད་རེད་སུ་སུ་སུ་དགོངས་པ་རེ་རེ་འདྲེས་འོང་རེད་དོན་དག་ཕྱི་པ་ལ་བབས་འགྲོ་གི་རེད་འོ་དེ་ནང་བཞིན་ཅིག་བློ་ཡོད་ན་བློ་མངོན་བརྗོད་དུ་ཡོད་དགོས་མི་དགོས་ཀྱི་རིགས་དེ་འདྲིས་ཀྱི་རིགས་མང་པོ་ཅིག་གྲྭ་ཚང་སོ་སོ་སོ་སོ་གི་བཞེངས་མཚམས་མི་འདྲ་བ་ཡོང་གི་རེད་དུས་ཏན་ཏན་ཡོང་དགོས་ཀྱི་ཡོད་ས་རེད་ག་རེ་ཟེར་ན་བདུད་བཞིའི་གི་ཁང་དུ་མེད་པ་མི་འདྲ་བ་ཡིན་པ་ཡིན་ས་ནི། སོ་སོའི་མྱོང་ཐོག་ནས་ཅིག་བལྟས་པ་ཡིན་ན། དཔེར་ན་དགེ་རྒན་གཅིག་བྱེད། ཁྲི་ཡལ་གྱི་དཔེ་ཆ་དེ་དཔེ་ཆ་གཅིག་བཅས། དགེ་རྒན་གྱིས་དེ་ནི་དགེ་སྤྲུལ་ནོར་ལོས་ཕ་ཁྲི་ཡལ་ལས་སྤྱི་པ་ཅི་ཆང་ཁྲིད་པ་ཡིན་ན་དགོངས་དོགས་ང་ཚོ་ཆོས་གྲྭ་ལ་གླས་བའི་རིགས་ཟིན་མཚམས་བཅད་ཡོང་དུས་སོ་སོ་སོ་སོར་གོ་རྟོགས་མི་འདྲ་བ་ལ་བརྟེན་ནས་ཟིན་མཚམས་མི་འདྲ་བ་མི་འདྲ་མི་འདྲ་བ་གླས་ཡོང་གི་འདུག་ད་ལྟ་ཁང་དུ་མི་ཕམ་མི་འདྲ་བའི་དབང་གིས་ཡོང་གི་འདུག་བ་དེ་དེ་དེ་ནང་བཞིན་ཏན་ཏན་ཅིག་ཡོང་དགོས་ཀྱི་ཡོད་ས་རེད། འོ་དེ་འདྲིས་ཅིག་ཡོད་པ་ཡིན་དུས་ད་ཅིག་དེ་ཚོ་བྱེད་པོ་ཅིག་འགལ་ཟླ་ཡོད་དེ་ཡ་དེ་དེ་འདྲིས་ཅིག་རེད་མི་འདུག། དངོས་གནས་དྲང་གནས་དེ་ནི་ལྷག་པར་དུ་གཅིག་ང་ཚོ་ཆོས་ལུགས་ཀྱི་རིས་མེད་ཀྱི་ཐོག་ནས་ང་ཚོ་དེ་དག་ཞེ་མཚམས་མི་འདྲ་བ་གང་འདྲི་གང་འདྲི་ཡོད་དེ་བ་དེ་ཧ་ཅང་གི་ལུང་དུ་རིགས་པ་རེད་མི་འདྲ་བ་དངོས་གནས་དྲང་གནས་ཀྱི་ཧ་ཅང་གི་ལྟ་གྲུས་ཆུ་བོ་རེད་འདུག་ནང་གི་སྐར་ཚོགས་ནང་བཞིན། གཅིག་ནང་ཆོས་ང་ཚོ་གཅིག་གྲྭ་ས་གྲྭ་སང་གི་འབྲེལ་ལམ་གི་དོན་རིག་ནང་ལ་གཅིག་བཤད་གསུང་ཡ་ཡོད་རེད་དེ་ནང་བཞིན་ནང་པའི་གི་ལྟ་གྲུག་དེ་དངོས་གནས་རི་རབ་ལས་དཔངས་མཐོ་བ་རྒྱ་མཚོ་ལས་གཏིང་ཟབ་བ་དཀའ་ཚུགས་དང་གྲང་མང་བ་ཟེར་ཡ་གཅིག་གསུང་ནང་བཞིན་འོ་དེ་ནང་བཞིན་གཅིག་ཞུས་ན་མ་འགྲིག་པ་ཆོ་ནི་མེད་དེ་ངས་ཅི་རེད་བྱ་གང་ལྟ་འདོད་ཚུལ་བསྡུས་ན་ཡང་ང་ཚོ་ལྟ་གྲུག་དེ་ག་འདྲས་ཀྱི་བཤད་དེ་ཡ་ཡིན་ན་གང་ལྟ་རང་གཅིག་འཛིན་དང་བདག་འཛིན་གཉིས་གི་གཉེན་པོ་འགྲོ་བ་ཤ་སྟག་ཅི་རེད་བྱ་མ་གཏོགས་དེ་གཉིས་གི་གཉེན་པོ་མ་འགྲོ་ངན་ཅིག་ཕ་ཞེན་ཡོད་ས་མ་རེད། དེ་འདྲའི་གི་ཅིག་ང་ཚོའི་གསོང་སྟངས་ལ་གང་གི་འདམ་ཚོད་རྒྱག་འོང་དུས། འོ་དེ་འདྲའི་ཅིག་སོ་སོ་ལ་ཅིག་ཚོང་སྣང་འདྲ་བ་ནས་ཅིག་བྱུང་སོང། དེ་ནས་མ་ཟད་པའི་དེ་ནས་ད་ཅིག་ང་ཚོ་ཆོས་རྒྱུད་གི་རིས་མེད་ཅིག་དཔེར་ན་ང་ཚོ་དགེ་ལུགས་པ་ཡིན་ན་དགེ་ལུགས་པ་སྤྱི་ཕུད་གི་ཅིག་གཞུང་སྤྱི་པོ་གི་ཅིག་བློ་སྦྱོང་བྱས་ནས་བསྡད་བསྡད་ཡ་ཡིན་ན་ད་ཆོས་ལུགས་གཞན་པ་གཞན་པ་ཅིག་གི་འགྲེལ་བཤད་ཅིག་དེ་རྒྱག་འོང་དུས་དེ་ནི་གོ་གོ་མི་ཐུབ་ཡ་ཅིག་དང་དེ་འདྲའི་ཅིག་ཡོང་གི་འདུག་བ། དེ་ཡིན་དུས་དཔེར་ན་ང་ཚོ་ཕར་ཕྱིན་བལྟ་དུས།

ཤིང་སྒོ་གི་དུ་བ་ཁོ་རང་གི་ལམ་ཐམས་ཅད་བཅད་པར་བྱ་བའི་ལམ་དེ་རེ་ཤེས་པར་བྱ་བ་དེ་དག་གི་ལམ་ཅེས་བྱ་བ་ཡིན་ལ་ཞར་ལ་ཟེར། དེ་ནང་བཞིན་ཡིད་ཆེས་ན་ང་ཚོ་ཆོས་བརྒྱུད་ཀྱི་འདི་འདྲའི་ང་ཚོ་ཆོས་བརྒྱུད་ཆེན་པོ་དྲུག་གི་ཅིག་བཞེད་པ་མི་འདྲ་བ་ག་འདྲས་ཡོད་པ་དེ་སོ་སོ་ག་ག་སེ་མཁྱེན་པ་ཡིན་ན། དེ་ནས་ཅིག་གདུལ་བྱ་གཞན་ཅིག་གི་དོན་དག་ཅིག་ལ་དྲོ་ནས་ཚུལ་བཀས་བཅད་ཅིག་བྲིས་སོང་ན་ཆོས་བརྒྱུད་འདི་གི་བཞེད་ཚུལ་ག་རེ་རེད་ཟེར་ན་དེ་ལ་ལན་གསལ་བོ་བྱིན་ནས་སོ་སོ་གི་རྒྱ་ཡོད་དེ་ངས་དེ་སེམས་ཅན་གྱི་གཞན་དོན་བགྲོད་པའི་གི་ཡན་ལག་ཅིག་རེད་བཞག་གལ་སྲིད་ཁྱོད་རོ་ཆུ་རྒྱུད་དྲུག་གི་ནང་ལ་གཅིག་མ་གཏོགས་ཡག་པོ་འགྲེལ་བཤད་རྒྱག་ཤེས་གི་མེད་ན་མི་གཞན་པ་ཞིག་གི་སྐད་ཆ་དྲིས་སོང་ན་ཆུ་རྒྱུད་གཞན་པ་དེ་གི་དེ་ག་འདྲི་རེད་ཟེར་ན་ངས་ཧ་གོ་མ་སོང་ཟེར་ན་སེམས་ཅན་དེ་གི་འདོད་དོན་དེ་གང་ལྟ་བསྐང་མ་ཐུབ། དེ་ལ་བརྟེན་ནས་སྤྱིར་ན་གོང་ས་ལྕང་སྐུ་ཆེན་མོ་མཆོག་གིས་རིས་མེད་ཀྱི་ཆོས་ལུགས་ལ་ད་གར་ཟེར་རོ་ཆུད་དགོས་སྙམ་ཞིག་གནང་དགོས་གཅིག་གོང་ས་མཆོག་སྔོན་མ་དེ་གསུང་གི་འདུག་གཞན་པ་གཅིག་གིས་སྔོན་མ་ལ་གོང་ས་མཆོག་ལ་ཡང་བཅག་ནས་དེ་དུས་གོང་ས་མཆོག་ལ་རྫོགས་པ་ཆེན་པོ་ཅིག་གསུང་རུང་གནང་སོང་དེ་དེ་ཡིན་པ་ཡོད་ཅིག་ད་དེ་དུས་ངས་ཤིང་མེད་ཟེར་ནས་དོན་འདྲི་ཞུས་པ་ཡིན་དེ་དུས་བལྟས་ཚེ་བློ་ལ་འབྱོད་པ་ཤོང་སོང་ཁོ་གི་དོན་དག་དེ་སྒྲུབ་ཐུབ་མ་སོང་བསམ་བསམ་ཞིག་ཨོ་དེ་རིགས་བྱས་ནས་དེ་ནས་དཔེ་གང་ག་ལས་དྲི་མེད་དོ་སྣང་བྱུང་ཨ་དེ་དུས་སུ་གསུང་གི་འདུག་ཨ་དེ་ནང་བཞིན་གྱིས་ང་ཚོ་ག་སོད་ང་ཚོ་ཆུ་ཆུ་བྱི་ཆེན་པོ་ད་ང་ཚོ་བོད་ལ་དར་བའི་ཆུ་བྱི་ཆེན་པོ་དྲུག་ཡོད་རེད་དེ་གི་ཞལ་མཚམས་གང་ག་ཆེ་སོ་སོ་གི་ཤེས་པ་ཡིན་ན་ཨོ་ནི་དེ་ཚོ་གི་སོ་སོ་གི་གོ་རྟོགས་ཆེན་པོ་ཁྱད་པ་ཆགས་འགྲོ་གི་ཡོད་རེད་བ་ད་དེ་ལས་ཕག་རྒས་ན་ཤི་རུ་བས་གི་ཞལ་མཚམས་དེ་ཚོ་གང་ག་ཤེས་དགོས་གི་ཡོད་རེད་ཨོ་དེ་ཡིན་དུས་དེ་དག་ཅིག་ང་ཚོ་ད་མཐའ་བསྟུད་ན་དེ་འདྲའི་ཅིག་ལ་ཡར་འགྲོ་ཨེ་ཆེ།

ཡིན་པ་ཡིན་ན་ཡང་དེའི་ནང་ལ་ཁོ་ཚན་རིག་གི་བཞེད་མཚམས་དང་ཚན་རིག་པའི་གི་དང་འགྲེལ་བཤད་རྒྱབ་སྟངས་དང་ཅིག་གིས་བཤད་ཡོང་དུས། སོ་སོ་གི་ནང་པའི་གི་ཆོས་གི་འགྲོ་སྟངས་དང་ཧ་ཅང་གི་སྤུས་དག་པོ་ཡིན་པ་དང་ཚད་ལྡན་ཡིན་པ་ཅིག་བོད་ཡིག་ལ་བལྟ་ནས་ཧ་གོ་ཐུབ་ཀི་འདུག་བོད་སྐད་ཀྱི་འགྲེལ་བཤད་ཅིག་རྒྱག་གི་འདུག་དེ་པར་རོ་ཐག་ཆོད་ཡ་ཅི་ཡོད་མེད་ཅིག་དེ་ཡང་ཐེ་ཚང་གོ་ལ་བཞག་དེ་ཡང་ཐེ་ཚང་དེ་ལས་ལྷག་འགྲེལ་བཤད་ཅིག་རྒྱབ་ས་ན་སྔ་མ་དུ་གཡུག་རྗེས་མ་དུ་མཇལ་ལ་འགྲོ་གི་འདུག་གང་ལྟར་ང་ཚོ་ནང་པའི་ཆོས་བརྒྱད་ཀྱི་འགྲེལ་བཤད་རྒྱབ་སྟངས་དང་ཧ་ཅང་གི་བརྟན་པོ། དེ་ཡང་ང་ཚོ་ཡང་དག་པར་རྩོད་པའི་སངས་རྒྱས་ནི་དམ་པའི་བ་རྒྱུན་མ་ཆད་པའི་མན་ངག་དང་ལྡན་པ་ཟེར་ཡང་ནང་བཞིན་མན་ངག་དང་ལྡན་པ། དེ་ལྟར་ཡི་དམ་ལྷ་ཡི་ཞེས་ཟེར་ནས་གསུང་གི་རྣོ་དབང་ཐོབ་པ། དེ་ནི་ལས་འབྱིན་བྱེད་པའི་ཤེས་རབ་ཀྱི་རྩལ་དང་ལྡན་པ་ཟེར་དེ་འདྲིའི་གི་ཁྱད་ཆོས་དང་ལྡན་པའི་ཐོག་ནས་གཙང་སྦས་ཀྱི་གཞུང་ཡིན་ཡིན་དུས་དེ་དག་ལ་ང་ཚོ་པས་ཡིད་ཆེས་འགྲོ་ཆོག་ཡ་ཆེས་དང་འོ་དེ་འདྲིའི་ཅིག་རེད་འདུག་བ་དེ་ཚོ་བྱས་ན་ཧ་ཅང་གི། གར་ཟེར་རོ། རྩ་ཆེན་པོ་ཡིན་པ་དང་དེ་ནང་བཞིན་བྱས་ན་ད་ལྟ་ལ་ང་ཚོ་ཆོས་བརྒྱུད་གཞན་པ་གང་གཱའི་གི་ཅིག་གཞས་ཚིག་མང་པོ་ཞིག་གསུངས་ཡོང་དུས་དེ་ནི་སོ་སོ་གི་ཆོས་བརྒྱུད་གི་ཐུན་མོང་མ་ཡིན་པའི་གི་གཞས་པ་ག་རེ་ཡོད་པ་དེ་དེ་ལ་བརྟེན་ནས་གསལ་པོ་ཆགས་ཡོང་གི་འདུག་གལ་སྲིད་དེ་མ་གཏོགས་སོ་སོ་ཆོས་བརྒྱུད་གཅིག་པོ་གི་ལྟས་དེ་ཐུན་མོང་མ་ཡིན་པའི་གཞས་མཚམས་ག་རེ་ཡིན་པ་དེ་རྩ་བ་ཉིད་གསལ་ཐུབ་མི་འདུག་ག་རེ་ཡོད་ཟེར་ན། དེ་ལ་བརྟེན་ནས་བོད་ཀྱི་མཁས་པ་སྔ་མ་དང་ཕ་ཚོས་དེ་ནས་ཆོས་རྗེ་ཕན་ཚུན་ལ་བལྟས་ཚེ་དེ་ནས་དགག་པ་རྒྱག་ཡས་དེ་འདྲི་གི་དེ་འདྲི་འདུག་དེ་ང་ཚོ་དགག་པ་རྒྱག་ཟེར་ན་ང་ཚོ་མཐའ་མན་པ་ནང་བཞིན་ཆོས་ཁ་དང་ངན་སྣ་ཟེར་ནས་རྩོད་པ་རྒྱག་ཡས་དེ་རེད་མི་འདུག་སྟོན་པ་ལ་དག་ཐེ་རེད་ཤག་དག་ཐེ། དེ་འདྲི་གི་ད་ཁོ་ན་དགག་སྒྲུག་བྱས་ཤག་དེ་ང་ཚོ་ཅིག་ཡག་པོ་ཅིག་ཀློག་པ་ཡིན་ན་དེ་ལ་བརྟེན་ནས་ལོག་རྟོག་མང་པོ་ཅིག་སེལ་འགྲོ་བ་ཅིག་ཡོང་གི་འདུག། དཔེར་ན་ང་ཚོ་སྡིག་གཞུང་དང་དུས་མཚུངས་ལ་སྡིག་ར་དུམ་བུ་ནས་བཏགས་ན་ཁ་ཅིག་སྣ་རེ་ཁ་ཅིག་སྣ་རེ་སོགས་མང་པོ་ཡོད། དེ་ལ་བརྟེན་ནས་མང་པོ་ཅིག་དོགས་པ་སེམས་འདྲི་བར་བྱེད་གལ་ཆེ་ཁ་ཅིག་སྣ་རེ་མེད་པ་ཅིག་རང་ལུས་རྐྱང་རྐྱང་བཤད་དེ་ན་རྟགས་གསལ་ལྟ་འང་མ་རག་བསྡད་པའི་སོ་ན་ཞིག་ཡོང་གི་འདུག་ཨོ་དེ་ཡིན་དུས་དེ་འདྲིའི་གི་རིགས་དེ་ང་ཚོ་སོ་སོ་གི་མཐོང་མ་མཐོང་མ་མ་ཡིན་པའི་གི་ཅིག་གར་ས་ཆོས་བརྒྱུད་དེའི་གི་དེ་ནི་བྱས་མཚམས་མཐོང་མ་མ་ཡིན་པ་ག་རེ་ཡོད་པ་དེ། ཆུ་རྒྱུན་གཞན་ལ་བརྟེན་ནས་ཕྱིན་བའང་གཅིག་རེད་བྱ། དེ་ཡིན་ཟེར་ན་དེ་འདྲའི་གི་ཅེས་ཡང་ང་ཚོ་གཅིག་འདི་འདྲའི་གི་བགྲོ་གླེང་གི་བརྒྱུད་ནས་གཅིག་ག་ས་ཕན་ཐོགས་རྒྱ་ཆེན་པོ་ཡོང་པ་དང་འདི་དག་ལ་བརྟེན་ནས་ཡང་ང་ཚོ་དོགས་པ་ཡ་དོགས་སློང་མང་པོ་ཡོང་ཡ། དོགས་སློང་མང་པོ་ཡོང་གི་རེད་བ། དེ་ལ་བརྟེན་ནས་དེ་ནས་དོགས་པ་མང་པོ་ཅིག་བྱུང་སོང་ན་གཞུང་དེ་ལ་ཐུགས་བསམ་བྱ་འདོད་ཅིག་བསྐྱེད་ཀྱི་རེད་བ།

འདི་འདྲི་ལ་བརྟེན་ནས་མ་འོངས་པ་ལ་ཡིན་ན་ཡང་ད་དུང་ང་ཚོ་འདི་བགྲོ་གླེང་འདི་འདྲི་འཚོ་བ་དེའི་ཐོག་ལ་ལེགས་པའི་ཉེས་འགོག་ག་རེ་དགོས་ཀྱི་འདུག་ད་ལྟ་ང་ཚོ་བགྲོ་གླེང་འདི་ཚོ་ཚོགས་ཆུང་ལ་ཏན་ཏན་བཅོལ་ཡོད་རེད་གང་ལྟར་ང་ཚོ་མཁན་རིན་པོ་ཆེན་གྱི་གསུང་གསུང་དེ་འདྲི་གྱི་ཐོག་ལ་ངོ་བལྟས་ཚེ་ཡར་རྒྱས་བཏང་དགོས་ཡ་རིགས་མང་པོ་ཅིག་འདུག་འོ་དེ་འདྲི་གི་ད་ཅིག་ལེགས་པའི་ཉེས་འགོག་ག་རེ་ག་རེ་དགོས་ཀྱི་འདུག་འོ་དེ་ཚོ་གྱི་ཐོག་ལ་ང་ཚོ་ཡིན་གཅིག་མིན་གཅིག་གོམ་པ་བཞེས་ནས་གང་ལྟར་སྤུས་ཀ་ཇེ་དག་ཇེ་དག་ཇེ་དག་ཏུ་བཏང་དགོས་ཡ་ཆེ་ཡང་བརྒྱག་ཡང་ཁྱེར་ནས་ཇེ་ཆེ་ཇེ་ཆེ་བཏང་དགོས། འོ་དེ་འདྲའི་ཅིག། མ་འོངས་པ་ལ་ཡིན་ན་དགོངས་པ་བཞེས་ཅིག་ད་དེ་ཐོག་ལ་ང་རང་གི་སྒེར་གྱི་ཅིག་འབོད་སྐུལ། འབོད་སྐུལ་འདྲ་བོ་ན་ཅིག་བྱུང་བ་ཡིན་ན་ང་ཚོ་ད་རེས་ཅིག་ན་ང་ཚོ་འདི། ང་ཚོ་ཅིག་བོད་བོད་ཆོལ་གྱི་ནང་བསྟན་གྱི་ད་ང་ཚོ་ཅིག། གར་ཟེར་རོ། ཆོས་རྗེ་ཆེན་པོ་དྲུག་གི་ད་ཅིག་གང་ག་ཚུལ་མཛངས་པ་ཅིག་རེད། དེ་ཡིན་དུས་མ་འོངས་པ་ལ་དངོས་གནས་ད་ཡོང་གོ་སྐབས་དང་སྟབས་བདེ་བོ་དང་དེ་འགྲིག་བྱུང་པ་ཡིན་ན། ད་ང་ཚོ་དབུ་མ་ཐོག་ཕར་ཕྱིན་ལ་ད་ཁ་པོ་ར། ཚེགས་མེད་ཀྱི་བགྲོ་གླེང་ནང་བཞིན་གལ་སྲིད་ཚོགས་པ་ཡིན་ན་དེ་ནས་ཕྱི་རུ་བས་མཁས་དབང་དེ་འདྲས་ཡོང་ང་ཚོ་གདན་ཞུ་བྱས་ནས་མཉམ་ཞུགས་བྱས་ནས་ཡོང་ང་ཚོ་དེ་འདྲས་ཅིག་གནང་ཐུབ་པ་ཡིན་ན་དེ་ཚོ་ལ་དམིགས་བསལ་གྱི་དགེ་མཚན་ཆེན་པོ་ཞིག་འདུག། ན་ནིང་སྔོན་མ་ལ་ང་ཚོས་ལྟ་འདིའི་བགྲོ་གླེང་ཚོགས་ཏེ་ཕྱི་རོལ་པའི་མཁས་དབང་དངོས་མི་རིག་པ་ཆེན་པ་གསོན་པོ་ཅིག་ང་ཚོ་གདན་འདྲེན་ཞུས་ནས་འདིར་འགྲེལ་བཤད་ཅིག་རྒྱག་འོང་དུས་ལས་སླ་བོ་ཅིག་རེད་མི་འདུག་ང་ཚོ་དཔེ་ཆ་ནང་དུ་ཅིག་ད་བར་ཅིག་བལྟ་སའི་སྟངས་ནས་དགག་ཆོག་ཆོག་ཅིག་ཁོང་ཚོ་གི་འགྲེལ་བཤད་རྒྱག་ཡོང་དུས་ཧ་ལས་པའི་ཡག་པོ་འདུག་འོ་དེ་སོགས་ཡིན་ན་མ་འོངས་པ་ལ་ཅིག་བྱུང་ན་འཚེ་མེད་ཀྱི་བགྲོ་གླེང་ལ་སོགས་པ་དེ་འདྲའི་ཚོགས་དུས་ང་ཚོ་རྒྱ་གར་གྱི་ཇི་འདྲའི་ཕྱི་རོལ་པའི་མཁས་པ་ཡིན་ན་རེད་དེ་དང་དེ་ནང་བཞིན་རྒྱ་གར་གྱི་ནང་པ་མང་པོ་ཅིག་དེང་སང་ལ། ད་ང་ཚོ་ནང་ནང་པའི་ཆོས་ལ་བློ་སྦྱོང་བྱས་ཆེ་ཁོང་ཚོ་ཅིག་དོ་སྣང་ཅིག་གླན་ཡོང་དགོས་རེད་དེ་ཡོད་དུས་དེ་འདྲིག་གི་སྐབས་ལ་ཡང་རྒྱ་གར་གི་ནང་པ་དེ་འདྲས་ཡང་མི་སེར་གི་དེ་འདྲས་ང་ཚོ་དང་མཉམ་དུ་གདན་འདྲེན་ཅིག་ཞུ་ད་དེ་ལ་ང་ཚོ་དཀའ་ངལ་ཡང་དེ་ཚོ་མང་པོ་ཡོད་རེད་དེ་ལ་བརྟེན་ནས་ཡང་ཁོ་སྐད་རྒྱུད་མང་པོ་ཅིག་དགོས་རེད་སྐད་རྒྱུད་ཟུར་དུ་བཙུག་དགོས་དགོས་དུས་ཁོང་ཚོ་ལ་ད་དེ་ཆ་ཅན་མང་པོ་ཅིག་བརྫང་དགོས་དགོས་དུས་དེ་འདྲིག་ཅིག་ཡོང་པ་ཡིན་ན་ཡང་ང་ཚོ་རྗེས་མ་ལ་ཅིག་རྒྱ་གར་ས་ད་དུ་དུས་སངས་རྒྱས་ཀྱི་ད་ཅིག་བསྟན་པ་དེ་དེ་ནི་རྒྱ་གར་ནས་ད་བོད་སྐད་ཀྱི་བྱང་ཕྱོགས་ལ་ཕ་ཆེ་ད་བ་ཆེ་རེད་སྟོན་པ་ཤ་ཆེ་ཐུབ་པའི་གི་སྟོན་པ་དེ་སླར་ཡང་རྒྱ་གར་ལ་དབུས་ཕྱོགས་ལ་ཚུལ་ཆེ་ད་ཡ་ཆེ་ལུང་བསྟན་ཆེ། ཡང་ཡོད་རེད་བ་ད་དེ་དེང་སང་གི་དུས་ཚོད་ལ་ཡིན་འགྲོ་ད་དེ་ཡང་ང་ཚོ་རྒྱ་གར་གི་ནང་པ་རྣམ་པ་ཚོ་ལ་ཡང་ཕ་ཆུ་གི་ཆུ་ཆུ་གི་བདག་པོ་ལས་ཕ་ཆུ་ཕུལ་ཐུབ་པ་ཡིན་ན་དེ་ཚོ་གི་ཐོག་ལ་བལྟས་ཚིག་ཡོང་ཅིག་བསམ་ན་དང་མེད་འགྲོ་སང་སང་ན་ཅེས་སོ་སོ་གི་དེ་འདྲིས་ཀྱི་ད་འབོད་སྐུལ་ཞུ་ཡ་ཅིག་ད་འདི་ན་སྟབས་བདེ་བོ་ན་བྱུང་པ་ཡིན་ན་དེ་འདྲིས་ཀྱི་ཞུ་ཡ་ཅིག་དེ་ཡིན་ད་ང་ཚོ་ཅིག་དེ་ད་ང་ཚོ་འདི་དེ་འདྲིས་ཀྱི་ཞུ་འདོད་བྱུང་སོང་ད་ང་ཚོ་དུས་ཚོད་དེ་ག་ཚད་ཡིན་ན། དུས་སུ་བལྟས་ཚོད་ཡོད་ཡིན་ན་ང་ཚོ ྋགོང་ས་མཆོག་ལ་ནམ་རྒྱུན་ཡོད་དང་ང་ཚོ ྋགོང་ས་མཆོག་གི་བཀའ་སློབ་གནང་བ་བྱས་ནས་ད་གཞུང་ཆེན་པོས་བསྔགས་ནས་བཤད་ཡོང་དུས་འདི་བ་དང་སྔོན་པོ་དང། དེ་ནས་འདི་བ་དེ་ཁ་ཚ་དགོས་དུས་བྱེད་ར་མ་རེད་གསུངས་ནས་ནང་ཉིད་ང་ཚོ་ད་བོད་ཀྱི། རྡོ་རྗེ་གདན་ལ་ཁུ་འདུན་ལ་ཡང་ལྕགས་མདུད་རིན་པོ་ཆེ་གི་ཐུགས་སྲས་གསུངས་རེད་དེ་བྱེ་རྡོང་ཡོངས་གྲགས་བྱས་ནས་མང་པོ་གསུངས་ཡོད་རེད་ཁ་ཚ་དགོས་གཏུགས་དེ་ག་རེད་ཤ་ཚ་ཕ་ཤིང་མ་ཚེ་མ་གསུངས་དེ་རེད་ཤག་དེ་ཚོ་གི་གཞུང་དང་ང་ཚོ་སྤུས་དག་གི་རྟགས་ཐོལ་བ་ཡིན་ན་དེ་ཚོ་གི་ཐོག་ནས་དེ་ནས་ང་ཚོ་གཅིག་མཚན་རིག་པ་དང་འགྲེལ་བཤད་རྒྱག་དགོས་ཡིན་ན་ར་མཚན་གི་རྣམ་གཞག་ཡིན་ན་ར་དེ་འདྲིས་གཅིག་ང་ཚོ་བགྲོ་གླེང་བྱས་འོང་དུས་དངོས་གནས་མཁས་པའི་གི་གཞུང་དེ་དག་དེ་དག་ལ་གཅིག་ང་ཚོ་འཇུ་ཡོད་དང་མཁས་པ་ཆགས་སོང་ན་བགྲོ་གླེང་མཉམ་དུ་གནང་ཐུ་ཡས་དང་དགེ་མཚན་ཆེན་པོ་ཞིག་ཡོད་པ་ཡིན་དུས། དེ་གསུང་གི་འདུག་འོ་དེ་གསུང་གི་ཡོད་ཡིན་ཙང་ནི་ད་ང་ང་རང་གི་མིག་མཐོང་ལག་ཟུང་ན་དེ་གཅིག་ད་ང་ཚོའི་གདན་ས་འདི་གླས་ནས་ལོ་སུམ་ཅུ་ལྷག་ཙམ་ཅིག་ཕྱིན་པ་རེད། ཐོག་མར་ལ་ད་ཅི། གོང་ས་མཆོག་གིས་བཀའ་སློབ་རིམ་པ་བྱས་ནས་ཕེབས་པའི་དེ་འབྲེལ་གྱི་གསུང་དེ་ལ་བརྟེན་ནས་དེ་དེ་འབྲེལ་གྱི་བརྒྱུད་ལ་བརྒྱུད་ནས་བསྟན་དཔེར་ན་ང་ཚོ་གྲྭ་ཚང་ནང་ལ་ཡིན་ན་སྔོན་མ་ཨུ་མ་འཛིན་གྲྭ་གཉིས་མ་གཏོགས་མ་འདུག་དེ་རྗེས་ལ་ཨུ་མ་འཛིན་གྲྭ་གཅིག་ཐེ་བ་བཟོས། འཐད་པ། འཐད་པ། བྱས་ཡོད་རེད། དེ་ནང་བཞིན་བྱས་ནས། ད་ཅི། ག་ཟེར་རོ། རྒྱལ་ལུས་དགོས། རྒྱལ་ལུས་ཀྱི་སྤྱི་ཡི་ཐོག་ནས་ཡིན་པ་ཡིན་ན། དེའི་ཐོག་ལ་གང་པ་ག་ལ་གང་ཚང་ཅིག་སྤོ་ཡོད་རེད་ད་ཏི་འདི་ངས་ཞུ་ཡ་དེ་གཙོ་བོ། ང་ཚོ་ཆོས་ཕྱོགས་ལ་ཕན་ངེས་ཀྱི་མཁས་དབང་རྣམ་པ་ཚོ་ལ་ཅིག་ཞུས་ན་བཟང་དྲན། དེ་ནས་དགེ་ལྡན་པའི་སྤྱི་ཡི་ཐོག་ནས ྋགོང་ས་མཆོག་གི་དེ་འབྲེལ་གྱི་བཀའ་སློབ་ཕེབས་པ་ལ་བརྟེན་ནས་དེའི་གི་དག་གཞི་བཞག་བྱས་ནས་ང་ཚོ་ཞང་ཆུ་དེ་རི་ཚོགས་ཀྱི་ཆུ་ཐོག་ཟེར་ཅེས་གསར་པ་བཟོས་ཡོད་རེད། འཇང་ཡུ་གུ་ཆུ་སེར་འཚེ་མེད་ཀྱི་ཆུ་ཐོག་ཆེན་པོ་དེ་སྔོན་མ་ནས་བོད་ནས་ཡོད་བསྡད་པ་ཅིག་རེད་ཤག་ད་དེ་ཕན་ཐོགས་ཧ་ཅང་གི་ཆེན་པོ་རེད། ཧ་ལས་པའི་ཕན་ཐོགས་ཆེན་པོ་འདུག་དེ་ནང་བཞིན་ད་ལྟ་དུ་བྱང་ཆུབ་ཀྱི་རི་ཚོགས་ཀྱིས་ང་ཚོ་གསར་དུ་གར་ས་ད་བཙུགས་གནང་རྗེས་ལོ་ཁ་ཤས་ཀྱི་འགྲོ་ཚར་རེད་དེའི་ནང་ལ་ད་ཟླ་བ་གཅིག་དུས་ཚོད་དེ་ཟླ་བ་གཅིག་ཡོད་རེད་ཟླ་བ་གཅིག་གི་རིང་ལ་དེ་ནི་བྱང་ཆུབ་ཀྱི་རི་ཚོགས་གཞུང་འཕང་ཆེ་ནས་ལེའོ་ནས་བྱུང་དེ་རིང་ནས་འདི་ནི་གཞུང་འདི་ནས་བར་དུ་ཡིན་དེའི་པར་རོ་ལ་ཚིག་འགྲེལ་རྒྱབ་དེའི་པར་རོ་ལ་སྒྲོག་འདོགས་བཅས་ཞོགས་སྐལ་རེད་ཉིན་གུང་རེད་དེ་འགྲིག་གི་དཔེ་བཤད་བྱས་དགོངས་དག་ལ་དམ་བཅའ་ཚུལ།

རྒྱལ་ལུས་རྒྱུ་འབྲས་ཀྱི་ནང་ལོགས་ཡིན་པ་ཡིན་ན་སྔོན་མ་ལ་ཡིན་ན་དབུ་མ་དེ་འགྲིག་གི་གཞུང་དེ་དབུ་མ་རྩ་ཤེས་ཀྱི་གཞུང་མ་གཏོགས་གཞན་པ་ཞེ་དྲག་མེད་པའི་བསོད་ནམས་ཅིག་རེད་དེའི་རྗེས་ལ་ད་ཨ་མིག་གི་དབུ་མ་རིགས་ཚོགས་དྲུག་དང་དབུ་མིའི་གི་གཞུང་གནད་འགག་ཆེ་ཡ་དང། ཚད་མེད་ཀྱི་གཞུང་ཡིན་ན་ཚད་མེད་ཀྱི་གཞུང་དེ་ཚད་ཅན་དུ་བཅས་པ་ཆ་ཚང་ཡི་གི་གཙོས་གཞུང་ན་ལ་ཡ་ཀླད་དེ། དང་ན་ཆེ་ཕ་ཤིང་ཡིན་ན་དབུ་མ་ཡིན་ན་ད་གཙོ་བོ་དངོས་རྡུལ་ཅན་དེ་འདྲའི་གི་ཐོག་ལ་སེང་ལྡེང་དང་དུས་ཚོད་ལ་འགྲོ་དེ་ཡིན་ཚེ་ན་དེའི་ཚང་མ་ཚད་པའི་རྒྱུད་བླ་མ་དང་དེ་ནས་ཅིག་གི་བྱང་ཆུབ་སྡེ་ལྔ་ལ་སོགས་པ་དེ་ནང་ལོགས་ལ་ཡང་བཅུ་པའོ་དུ་སི་གར་ཚ་བྱུང་བསྡད་ཡོད་རེད་འོ་དེ་ཚོ་གི་ཐོག་ལ་ཡིན་ན་ང་ཚོ་ཆོས་རྒྱུད་སོ་སོ་གི་ཡིན་ནའོ་དེ་འདྲའི་གི་ཐོག་ལ་ཡང་ཕ་ཚོས་ཅིག་ལས་ཆ་དེ་འདྲའི་གཏན་གཏན་ཡོད་ས་རེད་སོང་ས་ན་ཞེས་ང་དེ་དེ་རིང་དམིགས་བསལ་ད་ང་ཚོ་དབུ་མེད་ཀྱི་གཞུང་དེ་དེ་གང་ལ་ཡིན་པ་ཡིན་ཚ་ནས་འོ་དེ་འདྲས་ཅིག་ད་ཞུ་འདོད་བྱུང་གསུངས། འོ་དེ་འདྲས་ཅིག་ཡིན་ད་དེ་དམིགས་བསལ་ད་ངས་དུས་ཚོད་ང་ག་ལ་གང་འཚམས་རེད་སོ་ད་ཕ་ཆེན་ཀ་མ་ཉེ་ཞིག་རྫོགས་གྲོང་མེད་འགྲོ། འོ་ད་དེ་འདྲས་ཞུ་ཡ་ཅིག་བྱས་དེ་ནས་ད་གོ་སྒྲིག་ཞུ་ངེས་རེད་འདི་གོ་སྒྲིག་ཞུ་ངེས་གཙོ་བོ་ཆུ་སྒྲིག་ལས་ཁང་གི་ལས་བྱེད་རྣམ་པ། ཚུད་པའི་དེ་ནི་གྲྭ་ཚང་གཉིས་ཀྱི་དེ་ནི་ཤེས་ཡོན་ལྷན་ཚོགས་རེད་ད་གནང་བཞིན་ད་ང་ཚོ་འདི་ནང་ལོ་ད་སྤྱི་རེ་ད་ལམ་གྲོན་དེ་དུས་སུ་ད་ཆོས་རིག་ལས་ཁུངས་གནང་དགོས་ཡོད་རེད་ལ་ད་ལྟ་འདིའི་གི་དཀའ་ཐུབ་ས་ནས་འདི་ལ་ཡང་འགྲོ་སོང་གཏང་དགོས་ཡ་རིགས་མང་པོ་བྱས་ཡོད་ཡིན་ཙང་ནི་གཙོ་བོ་ན་ཆ་ཚན་ཡིན་ན་ཤེས་ཡོན་ལྷན་ཚོགས་དང་ཆང་ཚན་ཡིན་ན་ང་ཚོ་ཆང་མཛོད་གི་རྣམ་པ་ཚོའི་འོ་དེ་གི་འགན་བཞེས་ནས་དུས་སུ་གནང་ཡོད་རེད་དེ་ཡིན་ཙང་ནི་དུས་སུ་གི་ཐོག་ལ།

དངོས་གནས་དྲང་ནས་དུས་ཚོད་མ་རག་བའི་དཀའ་ངལ་རེད་བྱས་མ་གཏོགས་གཏང་ངེས་མེད་པའི་གི་དཀའ་ངལ་རྩ་བ་ཉིད་ནས་རེད་མི་འདུག་ཨོ་དེ་ཚོ་ཡིན་དུས་དེ་ཚོ་ལ་ཐུགས་རྗེ་ཆེ་ཞུ་བ་ཡིན་ད་ལྷག་པར་དུ་ང་ཚོ་དགེ་ལུས་རྒྱུ་འབྲས་ཕན་ངེས་ཡིན་ན་ད་རྒྱུ་འབྲས་ལ་བལྟས་ཚེ་ཐད་ཐག་ཉེ་མོ་ཆགས་དུས་ཡོད་རེད་དེ་ཡིན་ཚོ་ཁོང་ཚོ་གི་དུས་ཚོད་དེ་དངོས་གནས་གསེར་ལས་དཀོན་པ་ཆགས་དུས་ཡོད་རེད་དེ་ད་རེས་ང་ཚོ་བགྲོ་གླེང་དེ་ཧ་ཅང་གལ་ཆེན་པོ་བརྩིས་ནས་ཡིན་གཅིག་མིན་གཅིག་ཕེབས་རོགས་གནང་སོ་སོ་གི་རྒྱུ་འབྲས་དེ་དང་འབྲེལ་བ་ཅི་ཡོད་དེ་བ་ཡིན་པ་ཡིན་ཙང་ནས་དེ་ཡི་གི་སྐྱོན་བྱེད་མཁན་འགྲོ་གི་མ་རེད་བསམ་ནས་དུས་ཚོད་ཕེབས་རོགས་བྱས་ནས་ཞུས་པ་རེད་དེ་ནས་ཞེ་དྲག་ཡག་པོ་ཕེབས་སོང།

དེ་ནས། མདོར་ན་ད་ལྟ་འདོད་ཚུལ་བསྡུས་པ་ཡིན་ན་དེ་སྒྲུང་གླེང་བསྡུས་དང་འབྲེལ་བའི་གི་ཕྱག་ལེན་གནང་མཁན་ཡོངས་སུ་རྫོགས་པ་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་བ་དང། དེ་ནས་དམིགས་བསལ་གྱི་དེ་ནས་ང་ཚོ་ཐུགས་རྗེ་ཆེ་ཞུ་དགོས་ཡ་གཅིག་ཆུ་སྒྲིག་ལས་ཁང་དེ་དམིགས་བསལ་གྱི་ད་ང་ཚོ་ད་ལོ་འདི་ལ་དེ་ནས་གོ་སྐབས་གནང་བ་རེད། གནང་བ་ཡིན་ཚ་ནས་ཧ་ཅང་གི་དེ་ནས་ཅིག་བཀའ་དྲིན་ཆེན་པོ་ཡིན་ལ། འདི་འདྲའི་ཆེད་ད་ང་ཚོ་གྲྭ་སང་གཉིས་ཀྱི་ཆེད་ང་ཚོ་དགའ་ལྡན་ན་མ་བྱ་ཡི་གླིང་གི་དགོན་པ་འདི་གི་ད་ཅིག་ཞབས་ཞུ་ཅིག་སྒྲུབ་ཐུབ་ཡས་དེ་ལ་ཞེ་དྲག་གི་སྐལ་བ་བཟང་པོ་ཡིན་བསམ་ནས་ང་ཚོ་ནང་ཆོས་འདི་འདྲ་ཉན་པ་ད་རེས་ཙམ་ཞིག་ཡིན་ཟེར་ཡ་ནང་བཞིན་ཞེ་དྲག་གི་སྐལ་བ་བཟང་པོ་ཅིག་ནས་ཚིག་གི་ཡོད་ད་ལྷ་ཡང་ད་ང་ཚོ་རིས་མེད་ཀྱི་བགྲོ་གླིང་འདི་གི་གོ་སྒྲིག་དེ་ཕ་ཤན་དགའ་ལྡན་ན་མ་བྱ་ཡི་གླིང་གི་ཚོགས་དགོས་ན་ཕ་ཤན་ལོ་བཅོ་ལྔ་ཉེར་བཞི་ཅིག་གི་རྗེས་ལ་མ་གཏོགས་ཕ་ཤན་ཁ་བོ་ཡིན་གྱི་རེད་བསམ་གྱི་འདུག་ད་གལ་སྲིད་ཚོགས་ཆུ་ཤོང་ན་རྗེས་མ་ལ་ད་གཞིས་བྱེས་མཉམ་འཛོམས་ཀྱི་ཐོག་ལ་བོད་དགའ་ལྡན་ལ་དེ་ནས་ཚོགས་ཆུ་ཡོང་བའི་དེ་ནས་རེ་བ་ཆུ་ཞུ་གི་ཡོད་དེ་ནས་མཐའ་དོན་དེ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོས་དབུས་པའི་དེ་ནས་བསྟན་འཛིན་གྱི་སྤྱི་ཆིངས་དམ་པ་ན་སྐུ་ཚེ་བརྟན་པ་དང་དེ་ནས་བརྟན་པར་བྱས་པ་འགྲོ་བ་བདེ་བ་དེ་ལ་བརྟེན་ནས་དེ་ལ་ངོས་འཛིན་བོད་ཀྱི་བདེན་མཐའ་ཡིན་ན་གསལ་ནས་གཞིས་བྱེས་ཀྱི་མཉམ་འཛོམས་ཡོང་བ་གྱི་དེ་ནས་སྨོན་འདུན་དང་མདོར་ན ྋགོང་ས་མཆོག་གི། སྔོན་དུ་ཐུགས་སྨོན་མཛད་པ་ནང་བཞིན། འདུས་སྡེ་ཀུན་ཏུ་ཐོས་བསམ་བཤད་སྒྲུབ་ཀྱི་བྱ་བའི་དུས་འདའ་ལོག་ཚོགས་ཡངས་སྤངས་པས། དམ་པའི་མཁས་གྲོལ་རབ་ཏུ་འཕེལ་བ་ཡི་འཛམ་གླིང་ས་ཆེན་རྟག་ཏུ་མཛེས་བྱེད་ཅིག། དེ་མཐུས་འདུས་སྔགས་ཡོངས་རྫོགས་ས་ལམ་འགྲོ། དོན་གཉིས་ལྷུན་གྲུབ་རྣམ་ཅན་སྦྱར་བ་ཡི་གོང་བུ་ཉེ་བར་ཉེ་དུ་ཐོགས་ཀྱིས་ནི་ནམ་མཁའ་ཇི་སྲིད་འགྲོ་བའི་དོན་བཞིན་ཤོག་སེ་ཞེས་ཇི་ལྟ་སྨོན་ལམ་བཏབ་པ་ནང་བཞིན་བྱས་ནས་དེ་དེ་ནང་བཞིན་གྱི་འགྲོ་ཡ་གི་དེ་ནི་སྨོན་ལམ་གྲངས་མེད་ཡོད་ཟེར་ནས་དེ་ནི་མཐུ་ཆེ་བཀའ་དྲིན་ཆེ།